དེ་རིང་ད་ང་ཚོ་ཕྱི་རོལ་ལས་ཁུངས་ཀྱི་གོ་སྒྲིག་འོག་ད་ནི་བོད་ཀྱི་དྲན་གསེང་དཔེ་མཛོད་ཀྱི་མཉམ་འདུས་ཚོགས་ཐེངས་འདི་ད་ཚོགས་ཆེན་ཐེངས་གཉིས་པ་དེ་ནང་ད་ང་ཚོས་དུས་སུ་གོ་སྒྲིག་ཞུས་པ་རེད། ཨ་ནི་ད་གཙོ་བོ་དེ་ད་ལས་གཞི་དེ་ལོ་གསུམ་གྱི་ལས་གཞི་ཞིག་རེད་ང་ཚོ་གི་ལས་གཞི་དེ་ཨ་རིའི་རོགས་ཚོགས་ཀྱི་ད་ཅིག་ལོ་གསུམ་གྱི་འཆར་གཞི་གི་ལས་གཞི་ཞིག་ད་ནི་ང་ཚོ་གི་བོད་མིའི་སྤྱི་ཚོགས་ནང་རིག་གཞུང་སོ་ཆུད་ནུས་པ་གོང་འཕེལ་ཟིན་ད་བཙན་བྱོལ་སྤྱི་ཚོགས་ནང་བོད་མི་བོད་མིའི་སྤྱི་ཚོགས་ནང་རིག་གཞུང་སོ་ཆུད་ནུས་པ་གོང་འཕེལ་ཟིན་ད་ང་ཚོས Strengthening Cultural Resilience of the Tibetan Communities ཅེས་ནས་ད་ལོ་གསུམ་གྱི་ལས་གཞི་ཅི་རེད་ད་ལས་གཞི་དེ་དམིགས་ཡུལ་གཙོ་བོ་རུ་གཅིག་ཁོ་རང་ད་གཙོ་བོ་ང་ཚོ་གིས་ད་བོད་པའི་གི་ད་ཡིག་ཆ་རྙིང་པ་དང་དཔེ་ཆ་རྙིང་པ་ལ་སོགས་པ་ད་དེ་དེང་དུས་ད་ཚང་པའི་ཉར་ཚགས་དང་ད་གདངས་དབྱངས་ཡག་པོ་ཆེད་དུ་ཡ་འདི་འདྲས་གི་ཆེད་དུ་གི་ང་ཚོའི་ལས་གཞི་ཅིག་ཏུ་འཆར་གཞི་བསྒྲིགས་ནས་ཨ་ནི་ཐོག་མར་གི་ང་ཚོ་གི་ད་ལས་གཞི་ཉིས་སྟོང་ཉིས་རྩ་གསུམ་གི་སྤྱི་ཟླ་བཅུ་གཅིག་ལོར་ཐོག་མར་དུ་འགོ་བཙུགས་དུས་ཙམ་པ་ད་གཙོ་བོ་ཅིག་ད་ལས་གཞི་འདི་ལ་ཆེད་ལས་མང་པོ་ཅིག་བསྟན་འདི་གོ་རེད་དེ་སོང་ཙང་ད་ང་ཚོ་གི་རིགས་རོགས་ཚོགས་གི་ཐད་ཀར་གི་དྲི་བ་ཐོག་ནས་ད་བྷ་ཏི་བྷ་ནི་ཨེ་ཨའི་ལ་ནི་བཅོས་མའི་རིག་རྩལ་གྱི་ཚོགས་པ། དེ་དང་མཉམ་དུ་གི་ད་སྨོན་ལམ་བོད་ཀྱི་དད་ལྡན་ཞིབ་འཇུག་ཁང་རེད། ནང་བསྟན་དཔེ་ཚོགས་ཀྱི་ཕྲིན་ལས་ཁང་རེད་ད་ཁོང་ཚོའི་གི་ད་དེ་འདྲའི་ཐོག་ལ་ཉམས་མྱོང་མང་པོ་ཞིག་ཡོད་དུས་དུས་ཙམ་པ་ཨ་ནི་ཆེད་ལས་ཀྱི་ཐོག་ནས་ད་ཅིག་ང་ཚོས་གི་བོད་ཀྱི་སྒྲ་འཛིན་དཔེ་སྲོལ་གྱི་དཀར་ཆག་ཁོ་རང་གི་མཉེན་ཆས་བཟོ་ཡ་དང་དེ་ནང་བཞིན་གི་ད་ཅིག་དྲ་ཚིགས་ཀྱི་ཨ་མ་དང་དུ་དེ་བཟོ་ཡ་དེ་ཆེད་དུ་ང་ཚོ་གི་འཆར་གཞི་རིམ་པ་ཞིག་འདུག་ས་དེ་རེད་ད་དེ་ང་ཚོས་གི་གཙོ་བོ་ཆེ་ད་སྒྲ་འཛིན་དཔེ་ཚོས་གི་དྲ་རྒྱ་དེ་དང་དེ་ཚོ་མཉེན་ཆས་ལ་སོགས་པ་ག་ཚོད་སྤུས་དག་པོ་དང་ཡག་པོ་ཡོད་པའི་ནང་ལ་ད་དེ་ནང་གོ་ཡ་གཙོ་བོ་ཆེ་ང་ཚོ་ག་ཆག་དེ་ཡ་ལ་ནི་ད་ཡིག་ཆ་དེ་ཆག་དེ་གོ་རེད་ལྟ་འདི་ང་ཚོས་ཀྱིས་ཨ་ནི། དང་པོ་ང་ཚོས་ཐག་རིང་པོ་ཞིག་གི་ང་ཚོའི་བསམ་བློ་བཏང་མ་གོ་བའི་ཐོག་ནས་ལྟ་ཅི། ང་རང་ཚོས་ཀྱི་ཁྱབ་ཁོངས་ལ་ཡོད་བསྡད་པའི་ཀྱི་ལྟ་བཙན་བྱོལ་ནང་ལ་བོད་པའི་ཀྱི་ཆོས་སྡེ་ཁག་དང་རིག་གཞུང་བསྟི་གནས་ཁག་སོ་སོའི་ནང་ལ་ཡོད་པའི་ཀྱི་ལྟ་ཅི་ཡིག་ཆ་དེ་ཚོ་ཅིག་བཤེར་འབེབས་བྱས་ནས་ང་ཚོས་ཀྱི་ལས་གཞི་ཅིག་འགོ་བཙུགས་ན་ལྟ་འདི་གལ་ཆེན་པོ་རེད་བྱས་ནས་ཨ་ནི། ལྟ་ང་ཚོས་ཀྱི་ལས་གཞི་འདི་ལ་དམིགས་ཡུལ་རེ་ཞིག་བཏང་ནས་ལྟ་ང་ཚོས་ཀྱི་ལོ་རེ་རེའི་ནང་ལོ་ལ་དམིགས་བསལ་གྱི་ལྟ་ཅི་ལྟ་ཆོས་སྡེ་ཁག་དང་མཉམ་དུ་ཀྱི་ཨ་ནི། མཉམ་འཛོམས་ཀྱི་ཐོག་ནས་དམིགས་བསལ་གྱི་ལྟ་ཅི་ཡིག་ཆ་རྙིང་པ་ཡོད་པའི་ལྟ་ཆོས་སྡེ་ཁག་དང་མཉམ་འཛོམས་བྱས་ནས་ཨ་ནི། ཅིག་ཚོགས་འདུ་འཚོགས། ཨན་དེའི་སྐབས་ལ་ཡིན་པའི་ནའང་ད་ཅིག་ཡིག་ང་རང་ཚོའི་ལས་གཞི་དེ་བར་ངོ་སྤྲོད་གསལ་པོ་ཞུ་ཡ་ཨན་ཆོས་སྡེ་ཁག་སོ་སོའི་ཡིན་པའི་ནའ་ལས་ལས་གཞི་དེའི་ནང་ལོགས་ལ་སོ་སོའི་གི་དགོངས་འཆར་ག་རེ་ཡོད་པ་དང་ཨན་ཆོས་སྡེ་སོ་སོའི་གི་ནང་ལོགས་ལ་ལས་གཞི་འགོ་འཛུགས་སྟངས་ག་འདྲ་ཡིན་པ་དེ་འདྲས་སུ་བར་ཚོ་གོ་བསྡུར་གསལ་པོ་ཡོང་ཡ་དེ་འདྲས་བྱས་ནས་ད་ང་ཚོས་འགོ་འཛུགས་ཞུས་རེད་དེ་དེ་ཞུས་པ་ནང་བཞིན་གི་ད་ང་ཚོའི་གི་ཚོགས་འདུ་ཐེངས་མ་དང་པོ་དེ་ཉིས་སྟོང་ཉི་ཤུ། རྩ་བཞི་གི་སྤྱི་ཟླ་གསུམ་པའི་ལོ་ལ་སྤྱི་ཟླ་གསུམ་པ་ལ་ང་ཚོས་འདུག་སྲིད་ལས་གཞི་འདི་ཐེངས་མང་ད་བོད་ཀྱི་མཉམ་འདུས་ཚོགས་སྡེ་གི་ཚོགས་ཆེན་ཐེངས་དང་པོ་པ་འདི་ཀུང་ཨུ་སྲིད་སྐྱོང་མཆོག་དབུ་བཞུགས་ཐོག་ནས་འདུག་སྲིད་ཚོགས་ཁང་ད་ག་རང་ནང་ལ་ང་ཚོས་འཚོགས་པ་རེད། འོན་ཏེ་དེའི་སྐབས་ལ་ཡིན་པས་ན་ད་གཙོ་བོ་ཆེ་ཆོས་སྡེ་ཁག་ཚང་མ་ལ་ལས་གཞི་འདི་གསར་པ་གསར་རྐྱང་སྒྲོག་བྱེད་ཆགས་ཀྱི་འདི་འོ་རེད། ད་ང་ཚོ་ཆོས་རིག་ལས་ཁུངས་དང་འབྲེལ་ཡོད་ཁ་ཤས་དྲོ་ཆིངས་པའི་ནང་ལས་ལས་གཞི་འདི་ཐོག་ལ་སྦྱོང་བརྡར་ཕལ་ཆེར་ཟླ་བ་ཁ་ཤས་བྱེད་གྲ་མ་གཏོགས་དེ་ང་ཚོ་གི་འགོ་བཙུགས་ཚར་སོ་དྲོ་ཆེ་རེད། ད་བྱས་ཙང་དེ་ཡིན་དུས་ཚང་པ་ཆོས་སྡེ་ཁག་སོ་སོ་ལ་གཙོ་བོ་ཆེ་ད་གྲངས་འཛིན་དཔེ་མཛོད་ལ་ནས་ག་འདྲས་ཟིན་ལ། གཟིགས་ཀྱི་ཡོད་པ་དང། འདིས་ཀྱིས་ད་ཅིག་ཐང་ཡིག་ཆ་ཤེས་ཕེབས་བྱས་ནས་མ་འོངས་པ་དང་ཉར་བྱེད་དང་ལྷག་པར་དུ་ད་དེང་སང་གི་སྤྱི་ཚོགས་ཀོ་རེ་ན་ལོ་ད་ཅིག་དྲ་རྒྱའི་གི་ཆ་ནས་ཡིན་པའི་ན་རེ་ད་འཕྲུལ་ལས་ཆ་ནས་ན་རེ་ཡར་རྒྱས་ཚད་མཐོ་པོ་ཞིག་འགྲོ་བསྡད་དུས་ད་བེད་སྤྱོད་ག་འདྲ་བཏང་ཡོད་མེད་འདི་ཙམ་མ་ཟད་པའི་ད་མ་འོངས་པ་མི་ཐོག་རེ་མང་པོའི་གི་རིང་ལ་ཡིག་ཆ་འདི་གས་ཅིག་ཉར་ཚགས་སྟབས་བདེ་པོ་ཡོང་ཡག་ཉར་ཚགས་ཙམ་མ་ཟད་པའི་བེད་སྤྱོད་སྟབས་བདེ་པོ་ཡོང་ཡག་དེ་འདྲའི་གི་ཆེད་དུ་གི་ཨ་ནི་ད་ང་ཚོ་གི་འདུག་ཚོགས་འདུ་ཚོགས།

རིག་གཞུང་ལྟེ་གནས་ཁག་བརྒྱད་དང་དགོན་པ་ཨ་ནེ་དེ་བཞིན་ལྔ་བཅུ། འདི་དང་ང་ཚོ་མཉམ་ཞུགས་བྱས་ན་ཁྱོན་བསྡོམས་ལྔ་བཅུ་ང་བརྒྱད་ཡོད་རེད། ད་ལོ་ང་ཚོས་ཀྱི་ལོ་གཅིག་གི་ནང་ལོ་ལ་ཆོས་སྡེ་ཁག་དང་རིག་གཞུང་ལྟེ་གནས་ཁག་བསྡོམས་ནས་ཉི་ཤུ། གཙོ་བོ་ཆེ་ལྷོ་ཕྱོགས་ཁག་དང་རྡ་རམ་ས་ཁུལ་བཅས་ནས་དགོན་པ་ཁག་ཉི་ཤུ་གཅིག་དང་དེ་དགོན་པ་དང་ང་ཚོ་ཀྱི་ཆོས་རིག་གཞུང་ལྟེ་གནས་ཁག་ཉི་ཤུ་བཅས་ལས་ད་ང་ཚོ་ཀྱི་ལས་གཞི་འདི་འགོ་བཙུགས་པ་རེད། ད་འགོ་བཙུགས་ནས་ད་གཙོ་བོའི་འགོ་བཙུགས་པའི་སྐབས་ལ་ང་ཚོ་ཀྱི་དགོན་པ་ཁག་སོ་སོའི་ནང་ལོ་ལ་ང་ཚོ་ཀྱི་འབྲེལ་ཡོད་ད་ཅིག་བར་བྷ་ལིན་གྱི་ཆེད་ལས་པ་དང་ཨ་ནེ་ང་རང་ཚོའི་ཆེད་ལས་པ་དང་མཉམ་དུ་ཀྱི་དགོན་སྡེ་ཁག་ནང་ལོ་ཕྱིན་ནས་ཉིན་མོ་གཉིས་ང་ཚོས་སྦྱོང་བརྡར་ཕུལ་དགོས་རེད། གཞུང་བརྡ་ཕུལ་ནས་འདི་ནས་ཀྱི་རིམ་པས་ཀྱི་དགོན་པ་ཁག་སོ་སོའི་ནང་ལོར་ཆེ་ཆུང་ལ་གཞིགས་ནས་དགོན་པ་ཁ་ཤས་ནང་ལོར་ཉི་མ་བརྒྱད་བཞུགས་ཡོད་རེད་དགོན་པ་ཁ་ཤས་ནང་ལོར་ཉི་མ་དྲུག་དེ་འདྲས་བྱས་ནས་དགོན་པ་ཆེ་ཆུང་ལ་གཞིགས་ནས་ཁོ་རང་ཅག་གི་འབྲེལ་ཡོད་ལས་བྱེད་ཚོ་ལ་མུ་མཐུད་སྦྱོང་བརྡར་དང་མཉམ་དུ་ང་རང་ཚོའི་ཡིག་ཆ་བཤེར་འབེབས་དང་ཉིན་ཕྱེད་ནང་ལ་བཅུག་ཡ་དུས་ཚོད་ག་འདྲ་ཡིན་མེད་མཉམ་དུ་ང་རང་ཚོ་ལས་བྱེད་ཆེད་ལས་པ་མཉམ་པོ་བསྡད་ནས་དུས་ཚོད་མཉམ་པོ་བཏང་ནས་ཁོང་ཚོ་མཉམ་དུ་བྱས་རེད་ང་ཚོ་གི་ཚོགས་འདུ་འདི་ཚོགས་དུས་ལས་དང་བབ་འགྲོ་བྱས་ན་ལས་གཞི་འདི་གཙོ་བོ་ཅི་འབད་དེ་གསར་པ་གསར་རྐྱང་དུ་ཆགས་བདེ་བོ་རེད། ང་རང་ཚོ་ཡིན་པས་ན་ལས་གཞི་ཐོག་མར་འགོ་བཙུགས་དུས་མིན་ན་ལས་གཞི་འདིའི་ཐོག་ལ་གོ་བ་ལེན་ཆོག་ཐོག་ལ་ཅིག་མ་བཙུགས་གི་གསལ་པོ་མ་ཆགས་མང་པོ་ཡོང་གི་འདུག་ལ་དགོན་སྡེ་ཁག་ལ་ནི་དེ་བས་ཀྱང་ད་དེའི་ཐོག་ལ་དེ་འདྲའི་གི་དང་པོར་ཉིད་ལ་ང་ཚོ་གི་གསལ་པོ་མ་ཆགས་སོགས་པ་དང་དེ་འདྲའི་གི་མང་པོ་ཅིག་གནས་སྟངས་ཐད་སོགས་ཡིན་པས་ན་ད་རིམ་པས་ཞིག་མང་ཆེ་ཆེ་ད་འདི་གང་ད་ད་ང་ཚོ་མཉམ་ཞུགས་བྱེད་མཁན་ད་ད་ད་ལོ་དང་པོའི་ནང་ལོགས་ལ་དགོང་མོ་ཉི་ཤུ་ཚར་བ་རེད་ཚར་སྐྱོ་དེ་ཆ་ཚང་འགྲོ་ཅིག་ད་ཚང་མས་གི་ད་ཅིག་འདིའི་ཐོག་ལ་མཉམ་ཞུགས་ཡག་པོ་བྱེད་སོགས་ལ་དེའི་ཐོག་ལ་ཁོ་རང་ཚོ་གི་སྦྱོང་བརྡར་ཁོ་རང་ཚོས་བྱེད་ཕོབ་ཙམ་མ་ཚད་པས་ད་ད་ལྟ་ང་ཚོས་རིམ་པས་ཕྱིར་དེ་རིང་ཚོགས་འདུ་དེ་ད་སྔོན་ཅི་མཛད་གོ་ཏུ་འགྲུབ་ར། ད་ཉིན་གུང་རྒྱབ་ནས་ད་ལོ་དང་པོའི་གི་གྲུབ་འབྲས་ཀྱི་ནང་ལོགས་ནས་ད་དགོན་སྡེ་ཁག་ག་ཚོད་ཀྱི་ཡིག་ཆ་བཤེར་འབེབས་ག་ཚོད་ག་ཚོད་བྱས་ཡོད་མེད་ཉིན་ཕྱེད་ཀྱི་ནང་ལོགས་ལ་ཡིག་ཆ་ཐོ་འགོད་ག་ཚོད་ག་ཚོད་བྱས་ཡོད་མེད་དེ་སོགས་རིམ་པས་བྱས་ནས་ང་ཚོས་ངོ་ཐུགས་སུ་མ་ཆེན་པོ་ཞུ། དང་པོ་དུ་འགོ་བཙུགས་དུས་དེ་ད་གཙོ་བོ་གྱི་ལས་ཤིག་དེ་ཐོག་ལ་འགོ་བསྟར་འཕྲོས་ཁ་ལས་ཁ་པོ་ར་ཞིག་འདུག་ད་རིམ་པས་ཕྱིར་ད་ང་ཚོས་མ་འོངས་པའི་འཆར་གཞི་ག་འདི་ཡིན་མིན་དང་དགོན་པ་སོ་སོའི་ནང་ལོགས་ལས་ཡང་ད་དེ་གཙོ་བོ་གྱི་ད་དྲ་འཛིན་དཔེ་མཛོད་ཀྱི་དྲ་རྒྱ་བཅས་བཟོས་ནས་དང་ཡིག་ཆ་དེ་ད་ཅི་མ་འོངས་པ་ད་ཅི། ཅིག། དྲ་ཐོག་ནས་ད་ང་ཚོས་ཟིག་ལོག་ཆོག་ཟིག་ཆོག་པ་འབྱོར་བ་འདི་དྲ་ཐོག་ནས་ང་ཚོས་ཀྱི་ལྟ་ལོག་བྱེད་ཆོག་ཨ་ཡོད་པ་དང་དེ་འདྲས་ག་འདྲས་ཡིན་པ་ད་འདི་ཙམ་མ་རེད་གོམ་པ་སོ་སོའི་གི་ནག་ལོག་ལས་ཡིག་ཆ་དེ་གའི་ཉར་ཚགས་དེ་ག་འདྲས་སུ་ཡོད་མེད་ད་གོམ་པ་སོ་སོའི་གི་ནག་ལོག་ཡིན་པའི་ནང་ལས་ད་ཅི་ཡང་དྲ་རྒྱ་གའི་ཐོག་ནས་ཅིག་སོ་སོ་རང་གི་དེབ་དེ་ལོག་བ་ད་ཡང་ཡོད་རྒྱུ་དེ་འདྲས་ཅིག་ཁོང་ཚོར་འགྲེལ་བཤད་རྒྱབ་ཁོ་རང་ཚོ་ཡིན་པའི་ནང་སྦྱོང་བརྡར་སྤྲད་དུས་ཚང་མས་གི་འདིའི་ཐོག་ལ་དོ་སྣང་ཡག་པོ་སྤྲད་གི་འདུག་ལ་ཨ་ནི་དངོས་གནས་རང་ད་ཅི་སྦྱོང་བརྡར་གི་སྐབས་ལ་ཡིན་པའི་ནང་ཁོ་རང་ཚོས་གི་དྲི་བ་དྲི་ལན་ལས་ཡག་པོ་གནང་གི་འདུག་ད་ཁོ་རང་ཚོས་ཀྱིས་ད་ང་ཚོ་ལ་ཅིག་ཡིག་འདིའི་གང་དང་ད་འབྲེལ་བ་ཡག་པོ་སྤེལ་ཡོང་ཁུལ་དུ་དང་ད་དམིགས་བསལ་གྱིས་ད་ལྟ་ང་ཚོས་ཀྱིས་ལས་གཞི་འདི་ཁོ་རང་ཆེད་དུ་ང་ཚོས་ཀྱིས་ཆེད་ལས་པའི་ལས་བྱེད་བཞི་དང་ཨ་ནི Wadhwani དང་དེ་འབྲེལ་གྱི་ཆེད་ལས་པའི་ལས་བྱེད་ཁ་ཤས་ཀྱིས་ད་ཕལ་ཆེར་ལོ་འདིའི་ལོ་སྔོན་འདི་ལ་ཟླ་བ་ལྔ་ཙམ་ཅིག་ད་ཆོས་སྡེ་ཁག་སོ་སོ་ཁོ་རང་ནང་ལོགས་བཏང་རེད་ད་དེ་ཡིན་དུས་ཙམ་བར་ང་རང་ཚོའི་ལས་བྱེད་བག་ཚོ་ལས་ཁོ་རང་ཚོ་འབྲེལ་བ་ལས་པོ་ཡག་པོ་ཆགས་རེད་ཨན་ད་ལྟ་འདིའི་ནང་ལོ་ཡོད་པའི་ཀྱིས་ད་དགོངས་པ་ལྔ་བཅུ་ང་བརྒྱད་ཡོད་ར་ད་དགོངས་པ་དང་རིག་གཞུང་འདི་ནས་འདིའི་ནང་ལོ་ཉི་ཤུ་ཅིག་ད་ད་ཕང་ཕང་ཚོ་ཚང་མ་ཚང་མ་ལས་ཅིག་ངོ་ཡག་པོ་ཤེས་པ་བྱས།

གནས་མ་ཡིན་པ་ཡིན་ན་ང་ཚོ་ད་དེབ་ཅིག་བཙལ་ཟིན་ན་ག་ས་ག་ལ་ཚེ་ག་འགྲོ་དགོས་ཡས་འགྲོ་ཅི་ཡོད་ར་དེང་སང་ཡིན་པ་ཡིན་ན་ད་གློག་ཀླད་ན་ད་ཨ་ལས་དེའི་དཔེ་སྒྲོམ་དེའི་ནང་ལ་ལ་དེབ་དེ་ཡོད་རེད་ལ་ནི་ལམ་སང་ཨེ་འདྲི་མཐོང་ཐུབ་ཡས་ཅིག་དཔེ་མི་སྲིད་རེད་ཡས་ནི་ལས་སླ་པོ་རེད་ཞིག་ཚོགས་སི། ད་རིས་དེ་ཚོགས་འདུ་དེ་ལ་གླེགས་པའི་རྒྱུ་མཚན་གཙོ་བོ་དེ་ང་རང་ཆ་ཤ་བ་ན་ཨ་ད་གྲངས་འཛིན་དཔེ་མཛོད་ཀྱི་ལས་འཆར་དེའི་ཐོག་ནས་ཨ་ནི་ཨ་ད་འཕྲུལ་ལས་ཀྱི་ཐོག་ནས་འགན་འཛིན་གཞོན་པ་བཞིན་ཨ་ང་ཚོའི་ཆ་ནས་ཨ་ནི་ད་ད་གྲངས་འཛིན་དཔེ་མཛོད་ནང་ལོགས་ལ་ཨ་ད་གཙོ་བོ་གཙོ་བོ་དེ་ཨ་ད་དཔེ་མཛོད་འཛིན་སྐྱོང་མ་ལག་དང། ཨ་ནེ་ཨ་མདའ་དཔེ་མཛོད་ཀྱི་སྒྲོམ་གཞི་བརྗོད། དེའི་ཐོག་ལ་ང་ཚོ་ཡར་རྒྱས་ག་རེ་གཏང་དགོས་འདུག་ད་འདི་ད་ལྟ་འདི་ལོ་དེ་དཔེ་གལ་ཆེན་པོ་ཆགས་བར་ག་ལ་ན་གཙོ་བོ་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་གོང་ལ་དགུང་ལོ་དགུ་བཅུ་འཕེལ་བའི་ཞེས་ད་ལོ་དེར་བ། འདི་སྐབས་སུ་ང་ཚོའི་ག་ད་དཔེ་མཛོད་འཛིན་སྐྱོང་མ་ལག་དང་ཨ་ནེ་ཨ་མདའ་གཙོ་བོ་གཙོ་བོ་དེ་ད་ད་དཔེ་མཛོད་ཀྱི་སྒྲོམ་གཞི་དེ་ཁོ་རང་ཨ་ནེ་སྐྱབས་མགོན་རིན་པོ་ཆེ་འཁྲུངས་སྐར་སྐབས་སུ་ང་ཚོས་གི་ད་དེ་མ་བཏོད་འགོ་བསམ་ཡང་ག་ཅིག་བྱ་ཞེས་བརྗོད། འདིའི་ཐོག་ལ་ང་ཚོས་གི་ད་དགོངས་པ་ཚུགས་ཤོག་ད།